ཨིན་སྐད་ཐོག་ནས་ད་ང་ཚོ་གི་ཀྲོ་ཀིན་ལས་ཅེས་ཡོད་ཀྲོ་ཀི་ནི་ཟིམ་འདྲ་བོ་ཡོད་ར་ཡང་ང་ཚོ་ད་དེའི་གོ་དགོས་ཨིན་གཙང་སྐྱོད་ཞེས་འདྲ་བོ་ཞིག་ཡོད་ར་དེ་འདྲའི་སྨན་པ་ཆེ་ལེགས་འདྲུ་བི་རེ་ལི་བིལིབ་ཨིན་དེད་སོར་ཨོབ་ཨེཀུའི་ཏི་རེད་ར་བྱས་ཙང་ང་ཚོ་ཡང་དེ་ཚོ་ཨ་ནི་དེ་ང་ཚོ་ད་དེ་ང་ཚོ་ད་མི་མང་ལ་ཡི་ཚ་མོ་གནང་ཡི་གེ་ཆེན་པོ་རེད་ཞེས་ར་ག་ལ་ན་ང་ཚོ་གི་ཡིན་གཅིག་མིན་གཅིག་འགོ་ཁྲིད་ལ་ན་ཡོད་ར་ཡིན་གཅིག་མིན་གཅིག་ང་ཚོ་རྒྱལ་ཁབ་སྐྱོང་ངེས་དང་ཨ་ནི་འདི་ནི་གཅིག་པོ་ཆེ་ཆེ་ཞུ་བོ་མ་ར་དགོས་ཚིག་ལ་ན་ཆུང་ཆུང་ཞུ་རྒྱུ་ནི་ད་ང་ཚོ་དངུལ་ལྷ་རང་ལ་བ་ན་ཞིང། སློབ་གྲྭའི་ནང་ལོ་ལ་འགན་འཁྱི་ངེས་ཡིན་ནི་རེད་ར། ཆུང་ཚེ་ཆུང་ཚེ་ནི་ཚོགས་པ་ནང་ལོ་ལ་འགན་འཁྱི་ངེས་ནི་རེད། ཨ་ནི། ཁྱི་མི་ཡིན་ནི་རེད་དེ་འདྲི་ན་ཡིན་དུས་བྱས་ཙང་ང་ཚོའི་གི་མིག་གི་འཇོན་ཐང་ལ་ལྟ་ནི་ཨ་ནི་མི་ལ་སྐྲའི་བརྗོད་ར་ལྟ་དེ་ང་ཚོ་ཧའི་ལྕམ་རེད་བསམ་གི་འདུག་ར། གཅིག་ང་རང་ཡང། ད་ང་རང་ཚོ་ད་ང་ཚོ་ད་ཁ་སང་སྔན་མ་གི་དྲི་བའི་དེ་འདྲི་ན་ཟེར་བའི་ནི་ར་ང་ཚོ་གི་ཨ་ལེགས། ཀན་རི་རིད་ནང་ལོ་ལ་ཨ་ང་ཚོ་གི་བུ་མོ་གི་འཛུལ་ཞུས་བྱེད་སྟངས་དང། ཨ་ནི་སྐྱེས་པའི་གི་འཛུལ་ཞུས་བྱེད་དུས་ཁོང་ཚོ་ལ་ཡང་ང་ཚོ་གི་སྐུ་ཁྲི་ནི་ཁྲི་གཅིག་ཡོད་ར་ཨ་ནི་ང་ཚང་མ་གི་ཨེ་བི་བི་བི་ནེས་བྱེད་ཡོད་ར། བྱས་ཙང་ཡང་དེ་ཚོས་ནི་ང་ཚོ་ཨའི་ཐིང།

གཙོ་བོ་དེ་མཱིན་སེད་ལ་ཆགས་ཀྱི་འདུག་ཨ་ཅེ་ཙང་ད་དེ་ཚོ་ང་ཚོ་འགྱུར་ལྡོག་བཏང་ཡས་ལ་ཨ་ནི་དངོས་གནས་ང་ཚོ་མི་རེ་ངོ་རེ་ནས་འགན་གྱིས་བརྗེད་ར་ཨ་ནི་མིག་གིས་འཇོན་ཐང་ལ་ལྟ་ནས་གོས་ཁབ་བཀལ་ཏེ་ཨ་ནི་དངོས་གནས་ཡས་གེ་ཆེན་པོ་མཐོང་ཡས་དང་ཨ་ནི་ཡང་མིང་ཙམ་གྱིས་བྱས་ཏེ་འདི་བྱེད་འདི་མིན་པ་བྱེད་ར་དངོས་གནས་ཀྱིས་ཕུགས་རྒྱང་རིང་པོར་བསམ་སྟངས་ཀྱིས་ང་ཚོའི་མི་ང་ཚོའི་གྱི་འཛམ་བུ་གླིང་གཅིག་ནང་ལོ་ལ་མི་འབོར་ཕྱེད་ཀ་ལྷག་ཅིག་བུད་མེད་ཧྲ་ཧོར་བ་བྱེད་ཙང་ཡང་ཁོ་ཚོས་གི་རེ་པེ་སེམས་ཅི་བཞིན་དེ་ཚོས་གང་ལ་སླེབས་དགོས་ཡས་དེ་ཚོ་ཐབས་བྱ་ཙང་ང་ཚོ། གོང་གི་བཅུ་འདི་བཅུ་ལ་ལ་ན་ང་ཚོ་དངོས་གནས་ད་དེ་ཚོ་བསམ་ཚར་བྱས་ཡས་འགྲོ་བ་ཅིག་རེད་བསམ་གྱི་འདུག་རང།